ལ་སོགས་སྐུ་བཟོ་བཟང་པོ་བཀྲ་ཤིས་བདེ་ལེགས་ལ། ནི་ཇི་ཐི་ནུང་ཧང་གང་ངོ་སྤྲད་དུར་བཞུ་ལི་ཡ་བཏང་ནས་ལ། ཨའི་ཏི་མཉམ་མེད་བདག་པོ་རིན་པོ་ཆེ་ཞལ་སྔ་ནས་ཧང་ཏེ་སྲུང་མ་ལ་བཞུ་ནས་ལ། བསགས་སྦྱངས་རང་སར་ནི་བདག་སྦྱངས། ཚོ་ཆུང་ངུ་ནས་བསགས་ཀ་ནི་སྲུང་མ་ལ་བཞུ་ལེ་ལ། འུ་ཏུ་སྲུང་མ་པུ་སྐེ་ནའི་ཨའི་ཏི་དམིས་བསལ་མི་མང་ཡོངས་ཀྱིས། མཚོ་བསགས་བྱ་ཨ་ནི་ཞུ་ལེ་ལ། གི་ནི་རང་མོ་མཚོ་བསགས་པའི་བསགས་བྱ་གི་ནི་རང་མོ་མཚོ་བསགས་ཚུལ་ག་རིགས་ག་བཏུར་བྱ་མོ། མཚོ་བསགས་པའི་ག་བསགས་ལུགས་ག་དབྱེ་བ་ཧབ་བཏུར་བྱ་མོ། མཚོ་བསགས་གོ་པའི་ག་དགོས་པ་མཚོ་བསགས་གོ་པའི་ག་རྒྱུ་མཚན་ཧང་རྒྱོབ་སེ་ནི་ཨ་ནི་འུ་དུ་ད་བུ་མཚོ་བསགས་ག་ཆུ་སྣ་མི་བསམ་མི་སྙུང་སྙུང་ལ་ཨ་ནི་ཞུ་ལེ་ལ། འུ་ནུ་གུ་བ་བསྟན་གྱི་གི་དྷི་ནོང་མཚོ་བསགས་པའི་བསགས་ལུགས་ག་རིགས་ག་བཏུར་བྱ་མོ། ཚོགས་བསགས། གུས་པས་དགའ་གུས་པའང་བྱམས། འོ་ད་གོར་ཁ་ངོ་སྤྲད་རྩེ་མོ་དེར་ཞུ་ལེ། སྒོ་བསྡམས་པ་རང་ཨེ་དེང་གི། ཚོགས་བསགས་པས་བསགས་ལུགས་དགའ། རིགས་མིག་ཙིང་བྱ་ཨེ་ཞུ་ལེ། རིགས་མིག་ཙིང་ཞོ་ཧང་གི་ལ་ཡ་གདངས་ནས་ལྷ།

དམིགས་བཅས་བསོད་ནམས་ཀྱི་ཚོགས་དང་དམིགས་མེད་ཡེ་ཤེས་ཀྱི་ཚོགས་ཁྱེད་པོ། ཁྱད་པར་ཧཱུྃ་ཏི་ཅཱ་ཡ་བདག་ནི་ལྷ། ཁྱད་པར་ཁྱེད་པོ་ཤོག། གོ་བོ་ལྡེའུ་ཧཱ་གོ་ལའི་ཡལ་བ་ནི་ཤུ་ནི་ལ། ཨའི་ལྡན་བ་ག་ཕར་ཕྱིན་དྲུག་བྱ་མེད་ལ། ཕར་ཕྱིན་དྲུག་ནང་གི་སྦྱིན་པ་ཚུལ་ཁྲིམས་མཛོད་པ་རོག་ཏི་བསམ་གྱི་སྒོ་ནི། བསོད་ནམས་དུར་བསངས་ནི་ཨ་ག་དགེ་བ་དུར་བསངས་ནི་ལ་མཚོ་དུར་བསངས་ནི་ལ། འུ་ནི་ཁྱེད་པོ་ཤོག། ཨའི་དན་བྷ་ག། དམིགས་བྱའི་བསོད་ནམས་ཀྱི་ཚོགས་ཀྱི་རིན་ཆེན་སྦྱོར་བ། ནི་ཨའི་དན་བྷ་གའི་བསམ་གཏན་དང་ཤེས་རབ་ཀྱི་སྒོ་ནས་ཚོགས་བསགས་ནས་ལ་ཨུ་དུ་ཀའི་བུ་ཤོ་ཡེ་ཤེས་ཀྱི་ཚོགས། དམིགས་མེད་ཡེ་ཤེས་ཀྱི་ཚོགས་ཀྱི་རིན་ཆེན་སྦྱོར་ལ་ཨའི་ཤོ། ཨོམ་བཙུན་དྲུག་གི་ཤོ་ཨུ་དུ་ནིག་ཙི་ཀ་གྲོགས་སུ་གྱུར་བྱ་སྦྱོར་ལ་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་བསགས་པས་ཀ་གྲོགས་ལྟ་བུ་རྒྱུ་ལྟ་བུ་དུ་རིན་ཆེན་སྦྱོར་ལ་ཨ་ནི་ཤོ། ཨོམ་ཨོམ་ཅག་ཨུ་དུ་ཧ་མ་གོ་ནི་ལ་ཨོ་དི་ཡ་ལུ་ད་བུ་དོར་ཞུན་ད་ནི་ལ། ཨཱི་དེང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་སྐྱེས་བུ་བདེན་པ་བཞི་གསུང་མ་ཅག། བདེན་པ་བཞི་སྐྱེས་བུ་ཐེང་ད་དུས་ནི་ལ་བདེན་པ་ནིག་ཙི་ང་དུས་པའི་མེ་ལ། ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཨ་ནི་ནིག་ཙི་ག་དུས་པའི་རྒྱུ་བ་ལ། ཨོམ་ཀུན་རྫོབ་ཀ་བདེན་པ་ད་ག་ནི་ག་ཀུན་རྫོབ་བདེན་པ་ཀི་སྒོ་ནི།

ཨའི་སྟེང་ཀ་སྦྱིན་བརྒྱ། སྦྱིན་བརྒྱད། སྦྱིན་ཡུལ་ཨ་ནི་འུ་དུ་ཙམ་མོ་ཞང་ཡིན་པས། འཁོར་གསུམ་རྣམ་པར་འཁོར་གསུམ་མ། ཡོད་ལ་མིན། སྦྱིན་བརྒྱ། སྦྱིན་བརྒྱད། སྦྱིན་ཡུལ། སྦྱིན་བརྒྱ་ཡེ་ཀ་ནང་གི་ལ། ཨའི་སྟེང་བ་ཀའི་སྦྱིན་པ་བི་ལི་ཀ་ཏི་རུ། སྦྱིན་བརྒྱད་ཨེ་ཀ་འགྱེད་པོ་ཨོ་ད་སྦྱིན་པ་བི་ཀ་ཏི་ཀ་སོང། སྦྱིན་ཡུལ་ཏ་ཀ་སྦྱིན་པ་བི་ལི་ཀ་ཡུལ། འུ་དུ་ཙམ་ཀ།

ཚོགས་བསགས་སྒོ་སྤོས་ཀ་གོས་སྤ་ཧང་གྱོང་ཆོ་གས་མི་ཁྱོ་ག་ནམ་ཡིན་བསམ་མེད་རྒྱལ་ཕྱི་ལུ་དུར་རྒྱུ་ལ་ཨན་ཞུ་ལེན། ཨའི་སྟེང་ཨུ་དུ་ཞོ་ཀིན་ཚང་བླ་མའི་ཞལ་ལུང་ནང་ག་ཧང་ཏི་སྲུང་མ་ལ་གདང་ནས་ཞུ་ནས་ལ། བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་མ་རྫོགས་ན། དག་པ་གཉིས་ལྡན་གྱི་སངས་རྒྱས་ཐོབ་པའི་ཐབས་མེད་གསུངས་པ་དང། ཨཱི་ལེན་བག་གི་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ནི་རྩིང། ཡོངས་སུ་རྫོགས་པར་མ་རྫོགས་ནི་ལ་མ་གྲུབ་ནི་ལ་མ་གྲུབ་ནི་ལ་ཨཱི་ལྡན་གྱི་དག་པ་གཉིས་ལྡན་ག་སངས་རྒྱས་ག་གོ་འཕང་ཤོག་རྩ་དང་པོ་ལས་མྱོང་པའི་མར་པ་ཨཱ་ནི་འོ་དོད་དོ་གསུངས་པ་དང་ཨཱ་ནི་ཞུ་ལེ་ལ། ཁྱེད་རྣམས། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་སྙིགས་ཅན་ས་བཀོད་པའི་བུས་པར་ཤོག། རྒྱལ་སྲིད་ཨུ་དུ་སྙིགས་ཅན་མ་སངས་ནས་ལ་ཨེ་བ་དྭགས་པ་གཉིས་ལྡན་ག་ས་འཇིགས་ག་གོ་བང་ཤོག་རྩ་དང་པོ་ལས་མྱོང་པའི་མར་བསུ་མ། དྭགས་པ་གཉིས་ལྡན་ནས་ག་འགྱེད་པོ་ཤོག། རང་བཞིན་རྣམ་དག་སངས་རྒྱས་དང་གློ་བུར་སྒྲིབ་བྲལ་གྱི་སངས་རྒྱས་ཨ་ནི་ཨུ་དུ་སྙིགས་ཅན་ག་ཤོག། ཡིག་དཔེ་ལ། འོ་དོ་ད་བུ་བདག་པོ་གཉིས་ལྡན་གྱི་བུ་ཤུ་ཨའི་ཏིང་སང་གཅིག་ཤ་ཆ་ཐུབ་པ་མྱོང་པ་མེད་ལ་འོ་དོ་ད་བུ་ཤུ་ཨའི་བག་གི་མྱོང་པའི་མར་བ། འོ་དོ་ད་བུ་བདག་པོ་གཉིས་ལྡན་ག་གོ་འཕང་དུ་མྱོང་པའི་ག་བདག་པོ་གཉིས་ལྡན་ག་སངས་རྒྱས་གོ་འཕང་དུ་གཤེགས་པའི་གི་ནི་ལ་ངེས་པར་དུ་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་སྐྱེ་བོ་ཡོངས་སུ་རྫོགས་པའི་གི་ལས་ཨ་ནི་འོ་དོ་ད་བུ་སྲུང་མ་དང་ཨ་ནི་ཞུ་ལས་ལ། བསོད་ནམས་བསགས་པའི་ག་གོས་པ་འོ་དོ་ད་བུ་ཤུ་ཨུ་དུ་པུ་སྐེ་ན་ནི་རྡོ་དང་གང་དེ་སྲུང་མ་ལ་བཏང་ནས་ལགས། ཇི་སྲིད་ཚོགས་ནི་བསྡམས་པ་དེ་ནི་མ་རྫོགས་པར་དེ་སྲིད་སྟོང་ནི་བསྡམས་པ་དེ་ནི་སྟོང་མི་བྱེད་སྲུང་མ་ལགས། ཨའི་ཏིང་གི་རྒྱལ་སྲིད་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཁེ་བུ། ཡོངས་སུམ་རྫོགས་པའི་དོར་མ་ནི་ཡོངས་སུམ་རྫོགས་པར་དུ་བསགས་པས་ཡོངས་སུམ་རྫོགས་པར་དུ་སྤྲུལ་པའི་དོར་མ་ནི་ལ་ཨེ་བ་ཀའི་སྟོང་པ་ཉིད་འདའ་ཀ་འགྱེད་པ་རྩ་དང་པོ་ལས་རྟོགས་པའི་མར་བ་ཨ་ནི་གཟུགས་མ་ལ། སྟོང་པ་ཉིད་འདའ་ཀ་འགྱེད་པ་རང་ག་འཇུག་ག་རྩ་དང་པོ་ལས་སྐྱེ་བའི་མར་བ་ཨ་འགྱོད་ལ། ངོ་ནུ་ཀི་བ་ཀ་རྟེན་གྱི་ཨེ་བའི་སོ་ནམ་གྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཆུང་ངེས་པར་དུ་བསགས་པའི་གེ་ལས་ཨ་ནི་འོ་དོ་དོ་བུ་གུའོ་ལ་ཨ་ནི་ཞུ་ལས། ཨོམ་ཨེ་བརྟེན་པ་ཀ་སྟོང་པ་ཉིད་འདའ་ཀ་འགྱེད་པུ་རྟོགས་པའི་གེ་བ་ཀ་ངེས་འདི་ནང་གི་ལ་ཡ་གདངས་ནས་ལ།

ཨོམ་སྟོང་པ་ཉིད་ཀྱི་བུ་འུ་དུ་བདག་པོ་སྟོང་པ་ཉིད་རྩ་ཆེན་པོའི་གེ་ལ་ཨོམ་འུ་དུ་སྟོང་པ་ཉིད་ཀྱི་བུ་རྟོག་པའི་ག་དེ་བདག་གིས་ངེས་པར་དུ་ཧ་ང་ལས་སྐྱེས་ནས་རང་ཉིད་ཀྱིས་ཚོགས་བསགས་པའི་གེ་ལས་ནི་ལ། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གེ་བུ་བསགས་པའི་གེ་ལས་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གེ་བུ་མ་བསགས་ནི་ལ་ཨའི་དེང་གི་དོན་དམ་པར་ག་སྟོང་པ་ཉིད་བདག་གང་གི་བུ་རྩ་དང་པོ་ལས་རྟོག་པའི་མ་རིག་པ་འུ་དུ་རྒྱུ་བ་དེང་གི་ཨེ་བུ་གིས་ཚོགས་བསགས་པའི་གེ་ལས་ཚོགས་བསགས་པའི་ག་དགོས་པ་ཞིག་འུ་དུ་རྒྱུ་བ་ལ་ཨའི་ཞུ་ལས་ལ། ཨོ་ནུ་པོ་སྐེ་ན་ནི་ཨའི་ནི་དཔེ་ཆ་ནང་གི་ཧང་དེ་སྲུང་མ་ལ་དང་ནི་ལ། དོན་དམ་ལྷན་ཅིག་སྐྱེས་པའི་ཡེ་ཤེས་ནི་ཚོགས་བསགས་བྲི་བར་བྱ་བའི་ལག་རྗེས་ཡིན་ནོ་ནི་འོ་དོ་ད་བུ་སྲུང་མ་ལ་ཨན་བཞུ་ལེ་ལ། ཨའི་དེ་དོན་དམ་ལྷན་ཅིག་སྐྱེས་པའི་ཡེ་ཤེས་དག་གང་གི་བུ་ཆུ་རང་བཞིན་རྣམས་དག་སངས་རྒྱས་ཀྱི་ལ་རང་བཞིན་རྣམས་དག་སངས་རྒྱས་ཀྱི་བུ་ངོ་འཕྲོད་པའི་དགའ་ལྡན་དག་གིས་ཧ་གོ་ལའི་དགའ་ལྡན་དག་ངེས་པར་དུ་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཀྱི་བུ་ཆུ